དེ་ལྟར་རྡུལ་སྤོ་ཅན་བཙན་ཐབས་སུ་གྲོལ་བ་ཞེས་པའི་བདེ་ཆེན་གཞན་དུ་འཕོ་བའི་གདམས་ངག་འདི་ལ་དེ་གཞུང་བ་ཞེས་པ་དང་ལས་ལ་བཞག་བ་གཉིས་ལས་དང་པོ་རང་གི་གཞུང་བ་ཞེས་ཚུལ་ནི་ཟེར་རྒྱུ་ཅན་ཨོ་ད་པེ་རེད། ད་ད་ལྟ་གཞན་པ་གཞན་ལ་བལྟས་པ་འཕོ་བ་ཟེར་རྒྱུ་ཅན་གྱི་ཡོད་དེར་བ་དེ་ནི་ཤི་བོ་ཐང་ཆེན་མདོ་འགོ་ལ་འགྲོ་ནས་ད་བསྡད། ས་བརྒྱད་གཉིས་གསུངས་ཕ་ཁྱེད་ཀྱིས་དེ་འདོད་དཔག་མེད་ཀྱི་བདེ་བ་བདེ་བ་ཅན་ལས་སྐྱེས་པའི་ཕྱིར་འདོད་དཔག་མེད་ཀྱི་འཕོ་ལུང་འདི་རང་གཏད་ཀྱི་རེད་ཟེར་དུས། ད་འདི་གཞན་པ་གཞན་གྱི་འཕོ་བ་ཤི་བོ་གི་མགོ་ལ་གཏད་རྒྱུ་བྱས་ཏེ་བླ་མ་ཞིག་གིས་གཏད་པ་ཞིག་པ་ལ། དང་པོ་འདི་པོ་ཆེ་བཙན་ཐབས་དུ་གྲོལ་བ་ཞིག་པ་བདེ་གཤེགས་ཞིག་གི་འཕོ་བ་ཟེར་མཁན་འདི་ལ། དེ་ས་བརྒྱད་གཉིས་གསུངས་སུ་འདྲ་བྱེད་ཀྱི་ཡིན་ན་ཡང། དེ་དང་པོ་ཟླ་ངོ་འདི་ལ་གཞུང་བ་ཞེས་པ་རང་གི་གཞུང་བ་ཞིག་པ་དུ་སྐྱེས

ཁྱོད་རང་གིས་མ་ཤེས་བཞིན་དུ་ཁྱོད་གཞན་གྱི་ཁྱོད་དཀར་ཟེར་ག་རེ་ཁྱོད་ཀྱི་དགེ་རྒན་ཞེས་ཀྱང་ལྷག་བསྟན་བྱེད་ཅིག། དེ་འདྲ་བོ་མང་པོ་མ་འོངས་པར་སྙིང་མ་ལྔ་བདོ་བའི་ཚུལ་བྱུང་གི་རེད་དེ་ན་ཐང་ཆེན་བདོད་ཀྱི་དགེ་རྒན་རེད་མ་གཏོགས་བདུད་བྱེད་བདུད་ལས་ཀྱི་ནང་ནས་བྱུང་བའི་བདོད་ཀྱི་དགེ་རྒན་རེད་མ་གཏོགས་ཚད་ལྡན་གྱི་དགེ་རྒན་མ་རེད། ཁྱོད་ཀྱི་དགེ་རྒན་ཡིན་ན་ཁྱོད་དེ་དང་པོ་རང་གིས་ཤེས་དགོས་རེད། རང་གིས་མ་ཤེས་ན་གཞན་ལ་དགེ་རྒན་བྱེད་མི་ལུགས་པའི་ཁྱབ་རེད། འོ་ད་མདོ་རྒྱུད་ཚད་ལྡན་ཞིག་ན་ད་ལྟའི་ལུགས་སྲོལ་དེ་དེ་མ་འོངས་པ་ཉི་མ་སྔ་བརྡོལ་སྐབས་སུ་ད་འོང་སོང་མགུར་རིང་པོ་ཅིག་བླངས་གཏན་ཨེ་མི་འདུག་ད་ལུང་བསྟན་དེ་ཐོག་བསྡུས་པ་དེ་རིགས་བཀའ་ཚང་ཐང་ཆེན་དྲུག་གི་ཚད་ལྡན་ཡང་སྲིད་ཚད་ལྡན་ཡོད་རེད་བརྒྱ་ཆ་བརྒྱ་ཡོད་རེད། ཡོད་རེད་དེ་སྤྲོ་འཛུམ་ད་དུ་བླ་རྫོང་གི་གང་ས་རུ། མདོར་ན་རིན་ཐང་ཅན་གྱི་སྨིག་རྒྱུ་སུ་ཡིན་ན་རིན་ཐང་ཅན་གྱི་དངོས་པོ་ཞིག་ཡོད་ཚད་ནས་བཟུང་སྟེ་གང་ལ་རིན་ཐང་ཡོད་པ་དེ་ལ་འདྲེན་བཞིན་བསྐྱོད་པའི་རྫུན་མ་མང་པོ་ཞིག་བསྟན་རྒྱུ་བརྒྱ་ཆ་བརྒྱ་རེད།

གྲུབ་མཐའ་རྣམ་པ་བཞི་གི་ངོས་ནས་མི་འདྲ་བའི་གི་ཁྱད་ཆོས་རྣམ་པ་བཞི། ཐིགས་པ་རིམ་པ་དགུ་ལ་མི་འདྲ་བའི་གི་ཁྱད་ཆོས་རྣམ་པ་དགུ། འོག་མ་ལ་མེད་པའི་གོང་མ་གི་ཁྱད་པར་འཕགས་པའི་འཕགས་རིགས་རྣམ་པ་དགུ་ཡོད་བསྡད་པ་དང་གཅིག་གང་རིགས་རྒྱུ་བལྟས་ན་རིག་རྒྱུ་མེད་པ་རྙེད་ན་གོག་རྒྱུ་འཚོ་རྒྱུ་མེད་པ་ཨ་ལོ་པགས་རྡོག་རྡོག་འདྲ་བོ་ཅིག་འཕགས་བཟོས།

དད་པ་དང་ཚིག་གཙོ་བོར་བཞག་ནས་བདག་བདག་རྡོག་རྡོག་ཞེས་མ་བཞག། འདྲ་བ་འདྲ་བའི་གི་ཆ་དེ་བཤད་རྒྱུ་ཡོད་དེ་སེར་པོ་ལུང་རིགས་གཉན་ལ་བཞག་ནས་གསལ་བཤད་གྱིས། མི་འདྲ་བ་མི་འདྲ་བའི་ཁྱད་པར་འཕགས་པའི་འཕགས་ཆོས་རབ་ཏུ་རིམ་པ་རབ་ཏུ་རིམ་པ་ཡོད་རེད་རིམ་པ་བཞིན་དུ། དེ་རབ་ཏུ་རིམ་པ་དེ་ལུང་རིགས་གཉན་ལ་བཞག་ནས་གསལ་བཤད་གྱིས་ཏེ། དེ་གསལ་བཤད་སེར་པོ་བཟོ་རྫས་དེ་ལུང་རིགས་ཀྱིས་བཟོ་དགོས་རེད།

དེ་ནི་དད་པ་དང་ཚིག་གཉིས་པོ་དེ་གཙོ་བོ་གཞི་གང་བཟང་བོ་རེད་དེ་གཉིས་གནས་སྐབས་སོ་སོ་རེད་དགོས་པ་ཁ་ཁ་རེད། གྲུབ་འབྲས་སོ་སོ་རེད་བྱེད་ལུགས་སོ་སོ་རེད་དེ། ཧོ་ཕྱོགས་སུ་ལྷུང་བ་བྱས་འདི་དེ་འདྲ་བཟོ་རྒྱུ་མ་རེད་དུས་ནང་དུ་ཡོང་ཨ་རེད། ཧོ་ད་དེ་འདྲས་བྱས་འོང་དུས་རྩ་ནས་དེ་རིང་བྱུང་བ་ཞེས་པ་ལས་ལ་བཞག་བ་ཟེར་རྒྱུ་དེ་ཨོ་ད་དེ་འདྲས་བྱས་ནས་དེ་ནས་ཚད་དང་ལྡན་པ་བྱས་འདི་བྱུང་བ་བྱུང་ཚུལ་བྱས་འོང་དུས། དང་པོ་རང་དབང་གི་གཞུང་བ་ཞིག་ཚད་དུ་ལྡན་པ་བྱིན་གྱིས་དེ་འདྲ་གང་ཡང་མེད་པ་ཅིག་གི་སྒོ་ནས་དེ་དད་པ་དང་སྣང་ཆུང་ཆུང་ཞིག་ཆུད་མ་ཤེས་པའི་སྒང་ནས་རང་གི་རྩ་ནས་ཆུ་བཞོན་མ་ཚར་ཨེ་ཤེས་རྩ་ནས་བལྟ་མ་མྱོང་པའི་རྒྱུ་མཚན་གྱིས་ཤེས་མ་མྱོང་པ་ཅིག་ཨང་བཀོད་ཆོག་ཆོག་ཞིག། བཀོད་མཁན་ཞིག་བཀོད་ཤག་ཤག། ཞུ་མཁན་ཞིག་ཞུ་ཤག་ཤག།

ཆོས་ཀྱི་དགེ་རྒན་གྱིས་ཡིན་ཚང་ནས་བཟུང་སྟེ་ཆོས་དེ་དང་པོ་རང་གིས་ཤེས་པ་ཤེས། ཤེས་ལྟ། ཤེས་པ་གྱིས་ཤེས། ཤེས་ཚར་བའི་རྗེས་སུ་དེ་ནས་རྗེས་སུ་འཛིན་ནས་འོ་དེ་ལ་ལྷག་པར་སློབ་སྦྱོང་སྤྲད་དགོས་ཀྱི་ཡོད་རེད་མ་གཏོགས་ཆོས་པའི་ད་ལྟའི་ལམ་ལུགས་དེ་འགྲིག་གི་ཡོད་མ་རེད་རྩ་ནས་ནོར་འགྲོ་གི་ཡོད་རེད་དེ་དེ་སོགས་ལ་བརྟེན་ནས་ད་དེ་རིགས་ཁ་ཚོན་གར་བྱེད་དགོས་རེད་བླ་མ་དང་སྤྲུལ་སྐུ་རིན་པོ་ཆེ་དེ་སོགས་ཐང་ཆེན་རིན་ཐང་ཆེ་བའི་རྒྱུ་མཚན་ལ་བརྟེན་ནས་དེ་སྤྲུལ་རྫུན་བླ་རྫུན་བླུན་པ་ཀུན་གྱི་ཡ་གང་ད་དེ་རིགས་ཁ་ཚོན།

རྫུན་མ་གི་ངོ་ན་ཡང་རྫུན་པ་གི་རྒྱུ་མཚན་ར་སྤྲོད་ཀྱི་ཐོག་ནས་བསླབ་བཟུང། དེ་ནི་ཐམས་ཅད་ངོ་ཤེས་པ་ཅིག་གི་ཐོག་ནས་དེ་ཚད་ལྡན་ཡིན་ཞེས་ནས་བླ་མ་ཚད་དུ་ལྡན་པ་དེ་འདྲའི་གཅིག་ལ་དེ་སློབ་མ་ཡང་ཚད་དུ་ལྡན་པ་དད་པ་དང་ཚུལ་ཡོད་མཁན་ལམ་དུ་རིགས་པ་ཅི་རིགས་ཡོད་བདེན་མཁན་གྱི་ཨོ་ད་དེ་སོགས་ཐམས་ཅད་ལ་བརྟེན་ནས་དེ་རང་གི་དང་པོ་མི་བཞེད་ཀྱི་ཨང་ཞོ་གྲོགས་བཞེད་ཀྱི་ཁྲིགས་ཐོབ། ད་མི་རྗེ་ཀྱི་ཨོང་ཟེར་རྒྱུ་བྱས་པས་གཙོ་བོ་ད་རྒྱ་བའི་རྩ་གསུམ་ལ་སོགས་པ་ཐམས་ཅད་ཀྱི་ཨོང་དེ་ཐོགས་ན་ཡང་རབ་མཆོག་ཏུ་གྱུར་པ་དེ་རེད་དེ་ལྟར་མ་ཐོགས་ན་ཡང་ཚད་དུ་ལྡན་པའི་བླ་མ་ལ་བརྟེན་ནས་དཔག་མེད་ཀྱི་བདེ་བ་ཅན་གྱི་ཞིང་བཀོད་ཀྱི་ཨོང་བདེ་ཆེན་ཞིང་དབང་ཟེར་འདུག་གི་རེད། དེའི་ནང་གི་ཆོས་འོད་དཔག་མེད་ཀྱི་ཨོང་འོད་དཔག་མེད་གཙོ་འཁོར་སྲུང་གི་ཨོང་ཟེར་ར་བོ་དེ་སོགས་ཐམས་ཅད་ཚད་ལྡན་གྱི་ཐོགས་པ་བྱས། མི་རྗེའི་ཨོང་གི་ཐོབ་ས་མཚམས་ལ། དེ་དགོས་ཀྱི་རེད་གསུངས། ལས་ལ་སྦྱར་བ་གཉིས་ལས་དང་པོ་རང་གི་གཞུང་དབང་ཞིག་ཚུགས་ནས་ག་འདྲས་ཞིག་སྦྱང་དགོས་རེད་ཟེར་ན། དེ་ནས་དེ་བཞིན་གཤེགས་གསང་བ་རྡོ་རྗེ་ཐེག་པའི་གླང་རིན་པ་གང་ལ་འཇོག་ཆོག་ནི་ཐོག་མེད་ཀྱི་འཇུག་སྒོ་རང་གི་སྒོ་གསུམ་ཆ་མཉམ་དང་བཅས་པ་དབང་བཞི་ཡོངས་སུ་སྨིན་པ་མ་བཞེས་ན་མི་རུང་བས་ཟེར་ཏེ་གསང་བ་རྡོ་རྗེ་ཐེག་པའི་གླང་ལ་འཇུག་པ་ཞིག་པ་ལ་དང་པོ་འཇུག་སྒོ། ལ་གཞན་གྱི་བླ་མས་གཙོས་དགོས་ཀྱི་རེད་མ་གཏོགས་རང་གི་ཕོ་ཚོད་ཞིག་འཛིན་ཆོག་མ་རེད་སོང་ང་རྡོ་རྗེ་ཐེག་པའི་སྒོ་ལ་འཇུག་སྟངས་དེ། འཇུག་སྟངས་ཁ་ཁ་རེད་དགོས་ཉེ་དུའི་སྒོ་ལ་འཇུག་སོང་ན་རང་རང་སོ་དད་པ་བཏང་གནང་འདོད་ན་རང་རང་སོ་སོ་འཇུག་འགྲོ་ཆོག་རེད། སྐྱེ་རྟོག་ཕྱིར་སོ་སོ་དད་པའི་གདམས་པ་དེ་བླ་མས་བཏང་གནང་དགོས་ཀྱི་རེད་ནང་བྱང་ཆུབ་སེམས་དཔའི་ལྷ་གདམས་དེ་བླ་མས་གནང་གནང་དགོས་ཆོག་རེད་དེ། ཡིན་ན་ཡང་སོ་སོས་སོ་སོ་འཇུག་འགྲོ་ཆོག་རེད་དད་པ་བཏང་གནང་ཡོད་ན། ཉེ་དུས་ཀྱི་སྒོ་ལ་རང་རང་འཇུག་ཆོག་རེད། ཐེག་པ་ཆེན་པོའི་གི་ཆོས་སྡེ་ལ་རང་རང་སོ་སོ་འཇོག་ཆོག་རེད་གསང་སྔགས་བླ་མའི་གི་ཆོས་སྒོ་ལ་རང་རང་སོ་སོ་འཇོག་ཆོག་མ་རེད། རང་རང་སོ་སོ་འཇོག་དགོས་གི་ཡོད་ན་དེ་ཚད་ལྡན་བླ་མ་གཅིག་གི་དེ་རྩོད་དགོས་གི་ཡོད་རེད། དེ་རྩོད་བྱེད་ཀྱི་ཆེན་དེ་གར་ཟེར་ན་འཇུག་སྒོ་ཨང་གི་མི་པ་ཞིག་བླ་མའི་ཨང་བསྐུར་དགོས་རེད། ཨང་དེ་ཐོག་ཚ་དེ་ད་གསང་སྔགས་དེ་རང་གི་ཐོས་བསམ་སྒོམ་བསམ

དེ་ཡིན་དུས་སོ་ལྔ་རྡོ་རྗེ་ཐེག་པའི་མཇུག་སྒོ་དེ་དོང་ན་ཨོང་ཡིན་པ་ན་ཨོང་ཚད་ལྡན་གྱི་སྨོན་པ་མ་བཞེས་ན། དེ་སོ་ལྔ་སྒོ་ལ་འཇུག་ཆོག་གི་མ་རེད། གལ་ཏེ་མཇུག་གང་བྱས་ཕོག་ཚོད་བྱས་པ་ཡིན་ན་སོ་ལྔ་བླ་མེད་ཀྱི་ཆོས་འདི་ལ་ཆོས་བདག་ཆོས་སྐྱོང་གསུམ་མ་ཟེར་མི་དེ་དམིགས་བསལ་ཡོད་རེད། ཆོས་རེ་རེ་ལ་ཆོས་བདག་གཉིས་གསུམ་གསུམ་གྱི་རེ་ཁ་བདག་པོ་བརྒྱ་བསྡད་ཡོད་རེད་ཆོས་ཀྱི་ཡོད་སྣང་ཤ་སྐྱོང་ཡོད་རེད་མེད་སྣང་ཤ་སྐྱོང་ཡོད་རེད་ཆོས་ཀྱི་རེ་སྐྱོང་ཡོད་རེད་མ་སྒོ་སྐྱོང་གི་ཡོད་རེད་ཆོས་ཀྱི་མཐུ་སྐྱོང་ཡོད་རེད་མ་སྒོ་སྐྱོང་ཡོད་དེ། ཡོད་ངེས་ཅི་ཡིན་པ་དེ་ཕོ་སོད་བྱས་ནས་བེད་སྤྱོད་བྱུང་ན་ཁྱོད་རྐུན་མ་ཆགས་གི་ཡོད་རེད་ཁྱོད་ཀྱི་རྐུན་མ་རེད་ཁྱོད་ཀྱི་གྱད་པ་རེད། ཁྱོད་ལ་གྱད་པ་རྒྱབ་པ་ཡིན་ན་ཁྱོད་བདག་སྲུང་མ་ཐང་ཆད་ཀྱི་ཚེ་འདི་ཉིད་ལ་ཚེ་ཐུང་བ་ནད་མུག་པ་མི་དགེ་བ་སྐྱོན་མཚང་མེད་པ་ལྔ། སང་ཚེ་ཐང་ཆད་ཤིན་ཅི་ལོག་འགྲོ་རྒྱུ་དེ་ཤི་ནས་རྡོ་རྗེ་དམྱལ་བ་མ་གཏོགས་འགྲོ་ས་མེད་པའི་གི་རྟེན་དེ་དེའི་ཐོག་ནས་བྱུང་གི་ཡོད་རེད་ཁྱོད་ཀྱིས་ཁྱོད་རྐུན་མ་རྒྱབ་པའི་རྒྱུ་མཚན་ཁྱོད་གྱད་པ་རྒྱབ་པའི་རྒྱུ་མཚན་ལ་བརྟེན་ནས། མདོར་ན་ཁྱོད་ཀྱི་གྱད་པ་རེད་རྐུ་བཞག་དྲང་སྲོང་ཟེར་རྒྱུ་ཁྱོད་ཀྱི་གྱད་པ་ཆགས་གི་ཡོད་རེད། དེས་མི་ལོ་འོང་དུས་གང་ན་སོང་སྔགས་མཆོད་ལ། བདག་པོ་ཆོས་སྐྱོང་སོགས་མ་ཡོད་བསྡད་པ་དེ་སོགས་སྟངས་གཅིག་གི་རྩ་འཕྲེང། འཕྲེང་དང་མ་འགག་པའི་ཐོག་ནས་འགྲོ་དགོས་དུས། དེ་འགྲོ་ལྡོག་དེ་བླ་མ་ཚད་དུ་ལྡན་པ་ཅན་གྱིས་བཞེས། བླ་མ། སློབ་མ་འདི་དགར་དེ་དད་པ་དམ་ཚིག་ཏུ་ལྡན་པ་ཅན་གྱིས་གང་ཟག་གདུལ་བྱ་གཉིས་པོ་ཚད་ལྡན་གཉིས་པོ་ལ་བརྟེན་ནས་དེ་མི་བཞེས་ཀྱང་ཚད་ལྡན་གྱིས་མ་བསྐོར་ཏེ། དེ་བླ་མས། དབང་བསྐུར་བའི་རྟགས་ཀྱི་སྒོ་ནས་གསང་སྔགས་རྡོ་རྗེ་ཐེག་པའི་སྒོ་དེ་བཤད་ནས་མཇུག་སྒོ་དེ་བཤད་ནས་དེ་གསང་སྔགས་རྡོ་རྗེ་ཐེག་པའི་ནང་ལ་ཡར་རྩོད།

ཚོགས་རྫོགས་འགྲོ་རྒྱུ་ཡོད་པ། སྒྲིབ་པ་བྱང་འགྲོ་རྒྱུ་ཡོད་པ། ཚོགས་རྫོགས་ན་རྫོགས་རྟོགས་ཆེ་བ། སྒྲིབ་པ་བྱང་ན་བྱང་རྟོགས་ཆེ་བ། ས་དང་རླངས་ཀྱི་འབྲས་བུ་དང་བཅས་ལ་རང་གི་སྒྲིབ་རྟོགས་བསྒྲོད་ན་སྒྲིབ་རྟོགས་ཆེ་བ། འབྲས་བུ་ཐོབ་ན་ཐོབ་རྟོགས་མཐོ་འཇོག་ཆེ་བསྡད་པའི་རྒྱུ་མཚན་མཁས་པ་གཅིག་དེ་ནོར་ཐང་ཆེན་ནས་བྱུང་འདུག་གི་ཡོད་རེད། དེ་ཡིན་དུས་ཐོག་མར་ཚད་ལྡན་བླ་མེད་ཀྱི་མགོ་ནས་བདེ་གཤེགས་ཞིང་དབང་གི་སྨྲ་པ་བཤད་ནས་ཚད་ལྡན་གྱི་དབང་ཐོབ་པ་ཞིག་དགོས་ཀྱི་རེད་བསམས།

འོ་ད་དེ་ནི་ལུས་དང་རྩ། སྤྲུལ་སྐུ་རྡོ་རྗེའོ་རྡོ་རྗེ། སངས་རྒྱས་རྡོ་རྗེ་རེད། ངག་དང་རླངས་ལོངས་སྐུ་རྡོ་རྗེའོ་སངས་རྒྱས་རྡོ་རྗེ་རེད། ཐུགས་ཀྱི་སེམས་དང་ཐིག་ལེ་གཉིས་པོ་དེ་ཆོས་སྐུ་རྡོ་རྗེའོ་སངས་རྒྱས་རྡོ་རྗེ་རེད། ལུས་ངག་ཡིད་གསུམ་ཁ་དེ་སངས་རྒྱས་རྡོ་རྗེའི་རང་བཞིན་ལས་སྤྲུལ་སྣང་དང་འདའ་མ་ནུས་པ་ཡིན་པ་ཐག་བཅད་ཐིག་བརྩེགས་འདུལ་གྱི་མཁྱེན་ཏེ།

ཨོང་ཐོག་པ་དེ་ལ་བརྟེན་ནས་དེ་ཁྱེད་རང་གི་ད་རིང་འཛིན་གྱི་རྣལ་འབྱོར་ཕོ་མོ་སེར་གྱི་ཆོས་རིག་པ་འཛིན་པ་སྔགས་ཀྱི་རིག་པ་འཛིན་པ་དེ་རེད། ལུས་དང་རྩ། ཡེ་ནས་དག་པ་སྤྲུལ་སྐུ་རྡོ་རྗེའི་རང་བཞིན་ཡིན་པ་དེ་ཐག་ཆོད་པའི་རིག་པ་དེ་འཛིན་འོང་དུས་རིག་འཛིན་པ་ཆགས་དུས་ཡོད་རེད། ངག་དང་བླང་རང་སྐུ་རྡོ་རྗེ་ཡིན་པ་དེ་ཐག་མ་ཆོད་པ་དེ་བླ་མས་ཐག་བཅད་ངོ་སྤྲད་འོང་པ་དེའི་རྒྱུ་མཚན་དེ་ཁྱོད་ཀྱི་ངོ་འཕྲོད་ཐག་ཆོད་སོང་ན་དེ་ངོ་འཕྲོད་འདོད་པའི་རིག་པ་འཛིན་པ་དེ་གསང་བ་སྔགས་ཀྱི་རིག་པ་འཛིན་པ་སེང་གེ་ཨོང་ལྡན་རིག་པའི་རིག་པ་འཛིན་པ་དེ་རེད་རིག་འཛིན་ཕོ་མོ་སེང་གེ་དེ་རེད། ཧོ་དེས་ནོར་གྱི་སྐྱེ་རྒན། ཐིག་ལེ་དང་སེམས་དེ་ཁྱོད་ཀྱི་རྡོ་རྗེ་ཡེ་ནས་ཡིན་པ་ལས་ཡིན་པ་ཐོག་བླ་མས་བསྐྱེད་ཁྱོད་ལ་ཁྱོད། ཁྱོད་ལ་ངོ་སྤྲད་འཕྲད་སྤྲད་པ་ལ་བརྟེན་ནས་ཁྱོད་ལ་འཕྲོད་བསྡད་ཡོད་པའི་གི་རིག་པ་དེ། ཧོ། ཁྱོད་ཀྱི་རྡོ་རྗེ་གི་རྟོགས་པའི་གི་རིག་པ་འཛིན་པ་དེ་ཡིན་དུས་རྩ་ནས་ཁྱོད་རིག་འཛིན་ཕོ་མོ་སེའ་དེ་དེ་ཆགས་པ་རེད། མདོར་ན་ལུས་ངག་ཡིད་གསང་སྣང་དྲག་རིག་གསུམ་པོ་ཐམས་ཅད་དེ། ད་ཆོས་ཀྱི་རྡོ་རྗེ་ལོངས་ཀྱི་རྡོ་རྗེ་སྤྲུལ་གྱི་རྡོ་རྗེ་སངས་རྒྱས་རྡོ་རྗེ་ལས་གཞན་དུ་གཏན་ནས་མི་སྲིད་པ་ཅིག་ནི་ཐག་བཅད་ཐག་ཆོད་ངོ་འཕྲོད་དེ་ཡོད་ན་དད་དང་མཚན་དབང་རིན་པོ་ཆེ་སྟེ། མདོར་ན་རྫོགས་པ་ཆེན་པོའི་ཐུན་མོང་མི་འབུལ་གྱི་དབང་གི་ཁྱད་པར་བཤད་སྒོ་དབང་ལྡན་རིག་པ་དབང་བཞི་པའི་རིག་པ་སེ་འདུ་རྒྱུ་ཅན་དེ་དེ་ངོ་འཕྲོད་པ་རེད་འོ་ད་དེ་འདྲའི་ཅིག་གི་རྟོགས་པ་ཐོབ་པ་དེ་ནས་བཟུང་ཁྱོད་རིག་པ་འཛིན་པ་ཚད་ལྡན་སྔགས་ཀྱི་རྣལ་འབྱོར་ཕོ་མོ་ཟེར་རྒྱུ་དེ་རེད། དེ་ལྟ་བུའི་སྔགས་ཀྱི་དབང་ལྡན་རིག་པ་འཛིན་པའི་གདུལ་བྱ་བ་ཕོ་མོ་སུ་འདྲ་ཅིག་ཡིན་ན་དེ་དང། དེ་མི་རྗེས་ཀྱི་གྲོགས་བྱེད་སྤྱོད་པའི་གསང་སྔགས་རྫོགས་པ་ཆེན་པོ་གསལ་བ་ལྟ་བུ་གསང་སྔགས་བླ་ན་མེད་པའི་ཆོས་གསལ་བྱེད་གཉིས་པོ། ཁྱོད་དང་གང་ཟག་གཉིས་པོ་དབྱེར་མེད་ཅིག། གསང་སྔགས་བླ་ན་མེད་པའི་ཆོས་དེ་ཁྱོད་ཀྱི་རིག་པ་རེད། ཁྱོད་ཀྱི་སེམས་རིག་པ་དེ་དག་ཐམས་ཅད་ཉི་མ་དེ་རིང་ནས་ཐག་ཆད་ངོ་འཕྲོད་ཚར་ནས་བཟང་སྟེ་ལ། འོ་ད་གསུང་རྟེན་རིག་པ་ཟེར་རྒྱུ་འདྲ་བོ་དང་གསུང་སྔགས་བླ་མེད་ཀྱི་ཆོས་ངོ་མ་དེ་དེར་ཆགས་ཚར་བ་རེད། ད་མི་རྗེ་སྐྱིད་ཨོང་ཟེར་གྱི་ཨོང་རྟེན་རིག་པ་ཟེར་ན་དེ་རེད། རང་གྲོལ་རྗེས་ཆོད་པའི་ཤེས་རྫོགས་ཀྱི་རིག་པ་ཟེར་ན་དེ་རེད། ཧོ་ཏིང་ངེ་འཛིན་གྱི་ངོ་བོ་དེ་ནི་དཀར་ཆག་གི་རེད། ཧོ། རྒྱུ་ལྟ་བ་ནི་རྒྱུ་ལྟ་བ་དང་རྒྱུ་ཐག་ཆོད་པའི་ལྟ་བ་ཟེར་ན་དེ་རེད། སྤྱན་གྲོགས་ཁྱོད་ངན་འཛིན་ཟེར་ན་དེ་རིང་ཤེས་རྫོགས་ཉིད་ཀྱི་དུས་འགག་པ་ཨ་རེ། ད་དེ་དང་པོའི་ཆོས་བཙོང་བ་བླ་ན་མེད་པའི་བརྗོད་བདེན་ངུ་བེར་གསང་སྔགས་ཀྱི་ཆོས་གསང་སྔགས་ཀྱི་ཆོས་ཟེར་འདུག་ཅི་དེ་རེད། ཁྱེད་རང་གི་སེམས་རིག་རྣམ་པ་ཞེས་པ་དང་གསང་སྔགས་ཀྱི་ཆོས་གཉིས་པོ་དབྱེར་མེད་ཅན་དུ་གྱུར་པ་རེད་ཁྱེད་རང་གི་སེམས་རིག་དེ་གསང་སྔགས་ཀྱི་ཆོས་ངོ་མ་ལ་སྐྱོ། གསང་སྔགས་ཀྱི་ཆོས་ངོ་མ་དེ་ཁྱོད་རང་རིག་པ་ལ་སྐྱོ་ནས། འོ་ད་དེ་གཉིས་དབྱེར་མེད་ཅན་དུ་གྱུར་ཚར་ནས་བཟང་སྟེ། ཆོས་དང་དམ་ཚིག་པ་གཉིས་བཀག་སྟེ། ཐ་མག་གི་བུ་ལྟ་བུ་གྱིས་བྱས་ནས་རྡོ་རྗེ་ཆོས་སྐྱོང་སྲུང་མ་ཐམས་ཅད་ཀྱི་ངན་སོང་གི་བྱ་ར་ཞིག་མཚན་སོང་གི་མི་ཚེར་བྱས་ནས་མདོར་ན་མ་ཡི་བུ་བྱུང་བ་བཞིན་དུ་བྱས་ནས་དེ་སོང་འགྲོ་རྒྱུ་བྱིན་གྱི་དེ་འདྲའི་རང་གིར་ཆགས་པ་རེད་འོ་དེ་ལྟ་བུ་བྱིན་གྱི་མགོ་ནས་དེ་ནི་མི་བརྗེད་ཀྱི་རྒྱལ་ཨང་གྲོལ་རྗེས་ཚིག་ཐོབ་ཚར་དུས། དེ་ནི་དབེན་པའི་གནས་དང་སྡེ་བའི་གཏན་ལ་ཤར་འགྲོ་དང་ཟན་ཤེད་སོགས་ནས་ཟེར་ནས་འོ་ད་དེ་རེད། ཐོག་མར་ཚད་ལྡན་གྱི་བླ་མས་ནི་བདེ་གཤེགས་སྤྱན་གྱི་དབང་གི་སྨོན་པ་བྱས་ནས་དེ་གྲོལ་བྱེད་ཀྱི་ཁྲིད་བླ་མའི་མདུན་ནས་མར་ཐང་ཆེན་ཚོམ་བུ་ལྷ་སྒང་སྟོང་སྔགས་བཟླས་སྟོང་འོ་ད་དེ་ལ་སོགས་པའི་ཀྱི་དག་གིས་འཕོ་བ་ཁོ་རང་ལ་ཡང་རྩ་འོ་མ་ཤི་ཀ་ལ་ནང་མ་བ་ལ་སོགས་པ་སྒང་གྱི་མང་པོ་སྤྱི་ཡོར་སྒང་རིག་ཏུ་སོགས་ཐང་ཆེན་བླ་མའི་མི་རིགས་རིམ་པ་བཞིན་དུ་མར་ཁྲིད་སློབ་མའི་འོ་དེ་ཉན་ཉན་པ་བཞིན་དུ་ཤི་ཨི་ཤི་ད་ནས་ཤི

དེ་སྟེང་ནས་འཛམ་ལ་བར་དུ་གཅོད་པར་བྱེད་པའི་གདོད་སྲས་རྒྱུ་བྱིན་གྱི་གདོད་ངོ་མ་དུ་མ་ཞོག་འགྲོ་རུ་བ་དེ་འདྲ་བོ་གདོད་སྡོང་བར་བྱེད་པའི་རྐྱེན་དུ་མི་འགྱུར་བར་བྱེད་ཀྱི་སྟེང་བདེ་མོ་ཅིག་བསྟན་ཏོ། སྲབ་ཆེ་བ་མཐུག་ཆེ་བ་སོགས་གོང་གི་བཤད་མ་གསུངས་པར་གྱི་བདེ་མོ་ཅིག་གི་སྟེང་ལ་དེར་ཅི་བདེ་བྱས་ནས་འདུག་ནས། དེའི་མགོ་ནས་ཤར་འགྲོ་སན་ཤེ་སོགས་ནས་བརྩམས་ཏེ་དེར་བཀའ་བརྒྱུད་པ་ལ་བཀའ་བརྒྱུད་པའི་འཕོ་བ་གཞུང་རིག་ས་སོགས་པའི་ཡས་ཤར་འགྲོ་སོགས་ནས་སན་ཤེ་ནས་མར་རིམ་པ་བཞིན་དུ་སྒང་རིགས་མི་རིགས་ཁ་ཁ་ཡོད་རེད། ས་སྐྱ་པ་ལ་ས་སྐྱ་པ་གི་འཕོ་བ་གཞུང་དུ་ཡོད་རེད། གཉིས་མ་པ་ལ་ཡང་བལྟས་ཚོད་སོ་སོ་སོ་སོ་དང་འདྲ་བའི་འདྲ་རྒྱ་མི་འདྲ་སྟོང་མང་པོ་ཡོད་རེད་དེ་ཚང་མ་ཐང་ཆེན་ཚད་ལྡན་རེད་ཚད་ལྡན་མཐོན་པོའི་བླ་མ་དང་ཚད་ལྡན་བརྒྱུད་པའི་བླ་མ་དང་སློབ་མ་མི་འདི་མེད་འདི་རེད་མ་གཏོགས་ཆོས་བོད་ཀྱི་དམ་པའི་ཆོས་མེད་པ་མ་རེད་དེ་ཡོད་བསྡད་པ་བཞིན་དུ། དེ་རིང་སོག་སྔན་དུ་འགྲོ་བས་ན་དམ་པ་གང་མི་སོ་སོ་གི་ཕྱག་ལེན་དང་མཐུན་པར་བྱ་སྟེ་ཟེར་རྒྱུ་གཅིག་ཨོ་ད་དེ་རེད། གང་མ་སོ་སོའི་མཐུན་པའི་ཕྱག་ལེན་དང་མཐུན་པ་ཅན་དེ་ཕོ་ཚོད་ལོ་ཚོད་ལ་རྩ་ནས་མ་འདྲེས་པ་ཅན་གྱི་རིག་འཛིན་བརྗོད་པའི་ཕྱག་བཞེས་ཟེར་རྒྱུ་དེ་ཆོས་བརྒྱུད་སོ་སོ་སོ་སོ་ལ་ཡོད་རེད་ཕྱག་རྒྱའི་བླ་མ་གོང་མ་ཐང་ཅིག་ཞི་སོགས་ལེགས་ཚོགས་ག་འདྲི་ཡོད་པ། དེའི་གསོ་སྦྱོང་ལག་ལེན་དེ་ལ་བརྟེན་ནས་དཔེ་མཆོག་དང་པོ་དངོས་གྲུབ་རག་ཚད་ཐང་ཅིག་དེའི་གསོ་སྦྱོང་དེ་ལ་བརྟེན་ནས་དེ་འདི་འདྲའི་ཞལ་ནས་རག་གི་ཡོད་རེད། དེ་རག་གི་ཡོད་པ་འདི་རང་གིས་དེ་རག་དགོས་ཀྱི་ཡོད་ཐོབ་དགོས་ཀྱི་ཡོད་ན། ཐོ་གཏུག་ཐོ་གཏོང། ཐོ་ལུས་ཐོ་གཏོང་དེ་གསོ་སྦྱོང་ཡོད་རྒྱག་པ་དེའི་ཐོག་ནས་དེ་རག་པ་ཞིག་དགོས་ཀྱི་རེད་ཞེས་གསོ་སྦྱོང་དེ་འཁྲུགས་སོང་ན་ད་ཕྱག་ལེན་ནོར་འཁྲུགས་ཟེར་ནས་ཨོ་སི་ང་མཁས་པ་ཡིས་སི་ས་སྐྱ་པའི་ལུགས་སོགས་ཀྱི་སྙིང་མ་ལ་གང་བྱུང་འདྲ་བོ།

དེ་འདྲས་ཤིག་ཐོབ་པ་བྱེད་དགོས་ཀྱི་རེད་གསུངས། ད་དེ་ནས་མའི་དཔའ་ཡོད་གནང་ཆོས་ལྟར་ན་ཟེར་ད་ལུས་སྲོག་མི་འདྲ་བ་དེ་འདྲས་ཆོས་དང་ཆོས་བརྒྱུད་སོ་སོ་སོ་སོ་ཡོད་རེད་གཞུང་རེ་བྱས་བོད་ཀྱི་དཔེ་ཆ་འོག་རྒྱ་འདྲེ་དུག་གསུམ་མང་པོ་ཡོད་རེད་དེ་ད་གནང་ཆོས་ཕོ་བ་འདི་དེ་ཐུན་མོང་མིན་བོད་ཀྱི་ཆས་ལུགས་འདྲ་བོ་དེ་དཔའ་ཡོད་པའི་ཆས་ལུགས་ཅིག་ཡིན་དུས་ད་འདི་སོག་ཐང་ཆས་མགོ་ནས་ག་འདྲས་ཤིག་བྱུང་གི་རེད་ཟེར་ན་ཟེར་ས་དེ་སླེབས་སོང་ད་དེ་སོག་ཐང་ཆས་ཕོ་བ་གཞུང་ལུགས་ངོ་མ་འདྲ་བོ་དེ་ངེད་ནང་རྗེས་མ་མ་འཐོལ་རྒྱུ་ཞིག་ད་དེ་རིགས་དུས་ཚོད་རྫོགས་རིགས་སྟོང་མི་སྟོང་ནས་དེ་ན་བཞག་རྒྱུ་ཞིག་ཨེ་རེད། ཚེ་རིང། ཡ་ཡ།